ཡང་ང་ཚོ་ཆུ་ཆོས་ཀྱི་གཅིག་ཏུ་བསྒྲིགས་མེད་པ་དང་དེར་བྱས་དག་ན་ཚོགས་པའི་དག། ཡང་དཀོན་མཆོག་རེད་དོ། ད། ཁོས་ག་རེ་ལབ་གི་འདུག་ལབ་དུས་ད་ངས་ཁོང་གི་གསུང་དུ་ལེགས་མེད་དང་ངས་ཁོང་ལ་དགེ་བཤེས་ཀྱི་རྩ་བ་ཉིད་ནས་འདུ་ཤེས་མེད། དེ་འདྲ་དགེ་བཤེས་ཡོད་མ་རེད་ད་དགེ་བཤེས་ལ་ཉན་དུས་དགེ་བཤེས་ཀྱི་ཚིག་ཉིད་གོ་རེད་མ་གཏོགས་ཚིག་ཉིད་མི་ལྡན་པའི་དགེ་བཤེས་ལ་དགེ་བཤེས་ལབ་རྒྱུ་ཡོད་མ་རེད།

ཕ་ནག་སླེབས་དགོས་ཡ་སྐད་ཆ་བཤད་དགོས་ཡ་སྔོན་ན་ཁ་རོག་གཅིག་མཐུན་འབྲེལ་དང་འཆམ་པོ་ཡོང་ཡ་ད་ལྟ་ཁོ་རང་གི་མཐོང་གི་ཡོད་མ་རེད་ང་འདྲ་བོ་ཅིག་ད་ལྟ་བོད་ཀྱི་སྲིད་སྐྱོང་ཡིན་ཟེར་ན་ང་ཉིན་མཚན་ཁོ་རང་གཉིད་ཁུག་ས་མ་རེད་ཁྱོ་ག་སུམ་ཅག་གི་པར་རུ་ལ་ག་ཚད་ཅིག་གི་བརྡ་ཐུག་མི་ཐོན་པར་ཁྲིམས་མ་བརྩམས་པ་ཁོ་དངོས་གནས་བྱས་ན་ཕ་ནག་ཨ་རི་ནས་འགྲོ་ཅིག་དེའི་ཕྱོགས་ལ་སྐད་ཆ་བཤད་ཁྱོ་ག་སུམ་ཅུ་ཚུར་འགྲིག་ཡ་གི་སྐད་ཆ་བཤད་དར་ནག་ཚོགས་པའི་གི་རྗེས་ལ་འགྲོ་དར་ནག་ཚོགས་པ་དེ་ཚོ་གི་ང་ཚོ་དངོས་གནས་ཁོ་རང་གཅིག

བཙན་བྱོལ་བོད་མིའི་སྒྲིག་འཛུགས་ཀྱི་སྲོག་དང་པོ་ཁྱོད་རང་རྒྱལ་རེད་དོ། དང་ཐོག་ང་ཚོར་དྲི་བ་དྲིས་ལན་བྱེད་ས་ལུས་ཅེ་ཞུ་བའི་རྗེས་ཁོང་ཚོ་གིས་ཀྱི། དར་ནག་ཚོགས་པ་དེ་ཚོ་ཁྱོད་རང་ཚོ་ཇོ་རོང་པ་ལགས་ཚོ། རྩ་དོན་ལེན་ལ་ཉིན་བཅོལ་ཏེ། ང་ཚོ་བཙོན་དུ་བཙན་བྱོལ་བོད། བོད་མི་རིགས་ཀྱི་དངོས་གནས་ཁོ་ར་ད་ཅིག། མཐུན་འབྲེལ་ལ་ཡི་ད་ཅིག་རེད། བོད་མི་རིགས་ཀྱི་དངོས་གནས་ཁོ་ར་རྩ་དོན་དེ་ཚོ་ཚང་མ་རྩ་མེད་བཏང་ཉིན་དེ་ཇོ་རོང་པ་རྩ་དོན་ལེན་རེད་དོ་ད། སྨན་པ་ཚེ་རིང་གིས་དེ་ལ་རྒྱབ་སྐྱོར་བྱེད་ཀྱི་འདུག་བ།

ང་རང་ཚོ་རང་བཙན་གྱི་འཐབ་རྩོད་ལ་རྒྱལ་ཁབ་དཔེར་ན་དེ་ནི་རྒྱབ་སྐྱོར་ག་ཚོད་ཀྱི་རག་དུས་ངས་བརྟག་གོ། ཁྱོད་ཨིན་ཇིའི་ཐོག་ནས་མར་ལབ་དང། བོད་སྐད་ཐོག་ལབ་པ་ནང་བཞིན། ད་དོན་ང་ཚོས་ཆོས་དང་རིག་གཞུང་དེ་ཚོ་ཚང་མ་བདག་སྐྱོང་བྱེད་དགོས་རེད། ཆོས་དང་རིག་གཞུང་སྐད་རིགས་བདག་སྐྱོང་བྱེད་ས་རེད། བོད་སྐད་ཡག་པོ་ཤེས་ཀྱི་མི་འདུག་བ་ཁྱོད། རྒྱ་མི་གི་ཆ་ཤས་ལ་ཉེ་དང་རྒྱ་མི་གི་བེད་ན་དྲག་པོའི་བཙིར་འཛུལ་བྱེད་པ་དེ་གཉིས་ཀྱི་ཁྱད་པར་ཤེས་ཀྱི་མི་འདུག་བ། ཁྱད་པར་ཆེན་པོ་ཡོད་རེད་ད་ཁྱོད་ཚོ་ཧ་གོ་སོང།

སྤྱི་འཐུས་ཀྱི་དཔེར་ན་ཕྱག་ལས་གནང་པ་དེ་ཆབ་སྲིད་ཀྱི་ལས་འགུལ་ལས་གསར་བ་ཉིད་ནས་ངོས་འཛིན་བྱེད་ཀྱི་ཡོད་མ་རེད། དེ་སྔ་རོགས་ཚོ་བོད་ཀྱི་རྩ་དོན་རེད་ཟེར་སྐྱབས་མགོན་རིན་པོ་ཆེ་ཞག་གྲོང་མི་རྣམས་གསུང་ཆོས་དེ་ལ། བདག་དགེ་བཤེས་བྱམས་པ་བློ་བཟང་གིས་སྐྱོན་བརྗོད་བྱས་པའི་གོ་ཚོགས། དང་ཐོག་དག་སྣང་ཚོགས་པའི་ནང་ཡོད་ཆོག་གི། ག་རེ་བྱས་དེ་ལྷག་བསམ་གྱིས། ཨང། དགེ་བཤེས་བྱམས་པ་བློ་བཟང་ལ་དངོས་གནས་ཐུགས་རྗེ་ཆེ་ཞུ་གི་ཡིན། ཞུ་གི་རེད་ཐུགས་རྗེ་ཆེ་ཞུ་གི་རེད། དག་སྣང་ཚོགས་པའི་ཕྱོགས་ནས་ཐུགས་རྗེ་ཆེ་ཞུ་གི་རེད། དག་སྣང་ཚོགས་པའི་ཕྱོགས་ནས་བཙན་བྱོལ་བོད་གཞུང་རྩ་མེད་བཏང་ཉིན།

སྐྱབས་མགོན་རིན་པོ་ཆེ་ང་ཚོ་ལྟ་བའི་མིས་ཁོ་བོའི་སྙིང་ལ་ཉེ་སྟེ་སྐྱབས་མགོན་རིན་པོ་ཆ་ཚུལ་གཉིས། ཆོས་སྲིད་གཉིས་ཀྱི་དབུ་ཁྲིད་མཛད་བསྡད་པའི་སྐབས་སུ་སྐྱབས་མགོན་རིན་པོ་ཆེ་ཚུལ་གྱིས་གླིང་གི་དཔེ་བལྟས་པའི་སྐབས་སུ་ང་རང་ཚོ་བཙན་བྱོལ་བོད་གཞུང་གི་དོན་དག་དངོས་གནས་ཁོ་རང་སྐུ་ངལ་བསྐྱོན་བསྡད་པའི་སྐབས་སུ་གཅིག་པོ་ལྟ་བའི་མི་དང་ཁོ་བོའི་སྙིང་ཉི་མ་ལྟ། སྐྱབས་མགོན་རིན་པོ་ཆེ་དེ་ང་རང་ཚོ་བར་ན་འདི་ཕྱི་གཉིས་ཀྱི་སྐྱབས་གནས་ཡིན་ཟེར་ལབ་རོགས་ཨ། དེ་སོགས་ལ་ཁོང་ལ་བོད་མིའི་སྒྲིག་འཛུགས་ཀྱི་དངོས་གནས་ད་ལྟ་ཡིན་ན་བོད་མིའི་སྒྲིག་འཛུགས་ཀྱི་ཇུས་གཏོགས་ཡོད་རེད་ད་ཁོང་ལ་ཐེ་ཇུས་ཡོད་རེད།